ང་སྐྱེས་ས་དེ་ལྷས་སེ་ཉེ་སྒོ། ཚང་དེ་ཆུ་ཤུལ། ཨ་ནི་ཡོས་ཁོ་ཚང་ཟེར་མཁན་དེ། ཨ་ནི་ཁྲལ་བའི་མི་ཚང་གཅིག་རེད་ཞིང་པ་ཁྲལ་བ་གཅིག་རེད་དེ་པོ་རེད། ཨ་ནི་ཆིག་སྟོང་དགུ་བརྒྱ། སུམ་ཅུ། སོ་བདུན་ལོ་ལ་སྐྱེས་པ་རེད་ང་སྐྱེ་ས་དེ། འདི་ངས་མིག་མཐོང་ཡ་དེ་དཔེ་ཀྱི་ཉིས་བརྒྱ་ཨ་ཙི་མེད་རོགས་དེ་འདྲི་ཟོར་གྱི་འདུག་ཨ་འདི་ཅི་ག་ཚོགས་གོ་དམངས་ལོང་ཚོགས་ལ་ཡ་ཚོགས་སྐོར་ཡོང་སོང་ཨ་འདི་དམངས་ལོང་ཚོགས་གི་ཚོགས་སྐོར་དེ་ཞུ་བའི་རྒྱུ་ཚུན་བཟུང་དེ་གི་དེ་བྱིན་རླབས་ཕབ་བྱས་ཀྱི་ཚུན་བཟུང་དེ་གི་བསྟན་པ་ཆོས་གི་ཡོད་རེད་ཟེར་ཀོ་འདུག་ཨ་དེ་འདྲི་འདུག་ད་མེ་མདའ་རིང་མདའ་ད་ཁས་གི་མི་འདུག་ཐུང་མདའ་ཁས་རྒྱུ་དེ་འདྲི་ཐུང་མདའ་ཕལ་ཆེར། མི། བཞི་རེ་ལྔ་རེ་འཛོམས་ལ་ཡར་ཐོན་དུ་ཡོད་ངེས་ཅི་འདྲའི་རེད་འདུག་བ། དེ་ནས་ད་ཨ་འབྲུག་དགོན་པ་འདྲ་ཞིག་གིས་ལྟ་རྟོག་ཚོ་གཅིག་སྒྲིལ་བྱས་རྗེས་ང་ཚོ་ཆོལ་ཁ་གསུམ་དཔུང་གཅིག་ཏུ་སྒྲིལ་རྗེས་འཐབ་རྒོལ་བྱས་ནས་མི་ཤུགས་སྒྲིལ་གི་མི་འདུག་ལབ་ནི། དེ་ལས་གཞུང་གིས་ད་ད་ག་རང་བྱེད་ཡ་ཡིན་ཟེར་ཚེ་བཀའ་གནང་རྗེས་ཨ་ནི། ཨ་ཙི་ལྕགས་ཚོ་གྲི་གུར་ཐང་ཟེར་འདི་ཨ་ནི་བ་དེ་ཚོ་དང་ལ་མ་ག་བཞི་ནས་བཙུགས་རེད།

མ་རེད་དེང་སང་རྡ་ལ་མ་ག་ཡོད་མ་རེད་ཆུ་སྐྱོན་འགྲོ་ཡོད་མ་རེད་སྐུ་མདུན་སྐུ་ཆ་ཆ་ཚང་འགན་བཟུང་ཞུ་མཁན་དེ་གས་དེ་རྡ་ལྷ་སོ་ཧྲུའུ་ཞི་མི་མང་དེ་གས་དེ་ཉིན་མཚན་ལྟོས་མེད་ཅན་ཡོང་གི་རེད་ད་ཆུ་ཤུལ་ནས་ཡ་ང་ཚོ་མི་ཕལ་ཆེ་སུམ་ཅུ་རེ་མེད་དྲ་དེ་འདྲི་བྱེད་དེ་གས་དེ་ལྷ་ས་ཡ་འགྲོ་དུས་ཙམ་པ། འཇང་ལྷེབ་དང་སྦྲགས་ནས་ལྷ་ས་ཤོག་རྩ་རེད། སྐྱག་ངོ་རུམ་གྱི་ལྷ་སར་ཡ་མི་འདུག་ག་པར་ཆུ་ནག་ཡིན་རྒྱུ་ན་ཆུ་རྒྱུན་ནང་གྲུབ་ཤ་ཟས་བྱས་ནས་གནས་ཚུལ་བ་དོན་ཞིག་གོ་སོང་ང། བཅུ་དྲུག་བཅུ་ནང་རེད་བཅུ་བདུན་བཅོ་བརྒྱད་བཅུ་དགུ་ཉི་ཤུ་ཉི་མ་བཞིའི་རིང་ག་ད་ཐུག་ཚེ་བོད་པའི་མི་སྐད་ཡིག་ཀུན་ཏུ་ཆུ་རྒྱུན་ནང་ཧ་གོ་ཡ་མ་རེད་རྒྱ་མི་ཡ་ཧ་གོ་ཡ་མ་རེད

སྐུ་གསུམ་མ་བཀག་ཁྲིད་བདེ་ལ་ང་ཚོ་བདེ་ངེས་ཡིན། ང་ཚོ་བདེ་གི། ཕ་ཡུལ་གཅེས་པ། ཕ་ཡུལ་གཅེས་པ། བྱེད་དུས་ང་ཕ་ཡུལ་གཅེས་པ། མི་བརྒྱ་དང་དགུ་བཅུ་གོ་གཉིས་ཡོད། དེའི་འོག་ཏུ་ལི་ཡ། གོ་འཇོ་བ་དང་ཆ་མདོ་བ་གཉིས་བསྡད་རེད། དགྲ་ལྷོ་དགུ་ལྷོ་ཁར་ན། ཤ་རྒོད་བ་དང། ཤ་རྒོད་ཤོག་ལི་ཡ་དེ་ནི། མ་ང་དང་ཅའུ་ཁང་བ་རྣམས་རེད། ལྷོ་རྒོད་ཤོག་ལི་ཚ་དཔའ་ཤོག་ལ་ན་ད་དེ་ཚོ་གི་གྲས་དེ་རེད།